ཡ་ད་དེ་རིང་གཏམ་གྱི་གནང་ག་ལ་འདང་ག་ཉི། རྒྱ་ཆེན་པོ་བཤད་ཟེར་ད་མང་ཆེ་བ་ཐམས་ཅད་ད་ང་རང་ཚོ་འདས། ཁྱེད་རང་ཚོ་དེ་ནས་ད་ཅི་ཟེར་འདས་ཞུ་མཁན་ཚོ་ཐམས་ཅད་ད་འདས་བོད་ཀྱི་གང་ལྟས་ཁ་ཚང་ཁྱོད་ཉིན་རྒྱུན་ག་འདྲས་བྱེད་དགོས་རེད་ཀུན་སློང་དང་ཀུན་སྤྱོད་ག་འདྲས་བྱེད་དགོས་རེད་ཨོ་ཡ་ཆོས་བཤད་མཁན་གྱི་བླ་མ་གྱི་ཀུན་སློང་དང་ཀུན་སྤྱོད་ག་འདྲས་བྱེད་དགོས་རེད་བླ་སློབ་གཉིས་ཀར་གྱི་ཆོས་འཆད་ཚུལ་དང་ཉན་ཚུལ་ག་འདྲས་ཡོད་ད་ཁ་ཚང་ཉི་མ་གཅིག་ཁོ་ར་ཐུན་གཅིག་རྡོ་ལེ་ཏིག་ཏིང་རྒྱལ་བ་ཅན་བཤད་པ་ཡིན་ད་ཐམས་ཅད་ཀྱི་དེ་གོ་བདེ་བ་རེད་ཡག་པོ་ཡིན་ཟེར་རང་ཚང་སྐད་ཆ་བཤད་མཁན་ཡང་མི་འདུག། ཨོ་ཡ་དེ་ནས་ཅིག་ཡར་འགྲོ་མར་འགྲོ་བྱེད་མཁན་ཡང་མི་འདུག་ཨོ་ད་པས་ཡག་པོ་འདུག་དེ་ཡིན་དུས་ཁྱེད་རང་ཚོ་དཔེ་ཅིག་གླིང་མའི་ལས་ཉིན་དེ་ཙོ་སྒྲ་མ་ཡིན་དུས་ཤེས་བྱའི་གོ་བ་དེ་མགྱོགས་པ་ལེན་མཁན་ལས་ཅིག་འདུག་ང་ཚོ་འོམ་ལོ་རོང་དེ་གོ་བ་ལེན་རྒྱུར་ལོ་མང་པོ་འགོར་སོང། ད་དང་ཐང་ཐང་ཐང་ཁྱེད་ཚོ་སྐྱ་ལ་གྲགས་གྲགས་བྱས་འོམ་ལོ་རོང་དུ་དཔེ་ཆོས་ཉིན་ཐང་ཡག་པོ་དང་དཔེ་མིག་ཡག་པོ་འབྱོར་དེ་ཡིན་ནས་དེ་ཉིན་དེ་ཡག་པོ་འོང་རྒྱུར་ལོ་གསུམ་གཅིག་འགོར་སོང།

དེའི་འདུལ་ཁང་དང་དུ་མི་ཤོང་ཡག་ཤོས་ཤོས་རོང་འདུལ་ཁང་ལ་རྐང་པ་ལག་པ་སོ་ཡག་པོ་འཁྲུད་གདོང་པ་སོ་ཡག་པོ་འཁྲུ་གཅིན་པ་སོ་ཡག་པོ་བཏང་སྣབས་དུག་རྩི་ཡག་པོ་ཕྱིས་དེ་ནས་འདུལ་ལོས་ཀྱང་ཁ་ཁ་ཁོ་ཁོ་ཟེར་མི་གོ་བ་ངོ་ཡ་དེ་འདྲ་བྱེད་མི་གོ་དེ་འདྲ་བྱས་ན་ཡག་པོ་ཅིག་ཞུགས་གོ་རེད་དེ་འདྲ་རབ་ཡིན་ན་ད་ལྟ་ང་རང་ཚོ་འདིར་བསྡད་ཡོད་མདང་དུ་ད་མི་འགྲོ་ན་རྐང་སྤོལ་གྱི་ཧམ་ཕོད་མགོ་ཡི་ཤ་ཕོད་ཨོ་ཡང་ཆོས་ཞུ་མཁན་ཚོ་དེ་འདྲ་བྱས་ནས་ཆོས་དུས་ཁོས་རབ་ཏུ་སྨྲ་བའི་ས་རབ་ཏུ་དུ་ལུས་པ་ནས་རྣམ་པར་གྱི་མ་ཡོང་རེ་མི་གདམ་ངག་ཉིན་གསུམ་རེ་ངོ་དེ་འདྲ་ལ་དེ་ཁྱེད་ཚོ་ཐམས་ཅད་གོ་བ་ཡག་པོ་འཇོག་པ་ལེན་གྱི་འདུག། ཨོང་ཡ་ད་འདིར་ཆོས་ཟིན་ཤེའུ་ཤེ་མ་ད་ཡིན་ན་ཁྱེད་རང་སུ་ཟེར་ཡ་བོད་མི་བརྒྱུད་བཟང་པོ་སྔར་ནས་བླ་མ་རྩ་ཆེ་བོ་མང་པོ་ཕེབས་ཡོད་རེད་དེ་ཚོ་ཐམས་ཅད་ཀྱི་བཀའ་ཆད་དེ་འདྲ་ཡིན་ནི་དེ་འདྲ་ཡིན་གྱི་རེད་དེ་ནས་ཁྱེད་རང་ཚོས་བསླབ་བྱ་བྱས་ན་ལམ་སང་མགོ་བོ་འགྲོ་བོ་མགྱོགས་པ་འདུག་དེ་ཡིན་གྱི་དང་ད་ཆོས་ཉིན་དང་ད་ཡིན་ཧོ་དེ་ཚོ་ཐམས་ཅད་བཀའ་ཚད་ངས་དེ་ནས་ཉི་མ་དང་པོ་ཉིན་མོ་དགེ་ཞིང་དགེ་བ་ཤེས་པ་རེད་ད་སྤྱི་དང་གི་ཆོས་བཤད་ཟེར་གྱི་དེ་གང་རེད་ཟེར་རང་ཆོས་བླ་མ་སྐུ་མདུན་ལ་ཆོས་བཤད་བླ་མེད་ཀྱི་ཆོས་བཤད་བློ་མེད་ཀྱི་ཆོས་ཉན་ཟེར་གྱི་འདི་ཆོས་ཉན་སྟངས་ག་འདྲ་རེད།

གཞན་ཅི་གང་མ་བྱུང་ན་ཨོ་ད་ནི་ནི་དབྱིན་མོའི་མི་སྐྱ་ཐམས་ཅད་ཆོས་ཞུ་གིན་ཞུ་ཞེས་བ་ཅི་ཆགས་ཀྱི་འདུག་ཨ་ཟེར་ན་དེ་དཔེར་མིག་ཡག་པོ་རེད་བ། ཨོ་ཡ་དེ་ཡིན་དུས་དང་དེ་གང་རང་ཚོ་ཡང་ཆོས་དེ་ཡང་དང་ཡང་ཞུ་དགོས་རེད་མ་ནི་འབའ་ཟར་གུ་རུ་དེ་ནི་ད་འཇིག་རྟེན་ཚོ་ཡིན་ན་མ་ནི་དུང་ཕྲུག་འབའ་འདྲ་ཐུམ་བུ་ཐུམ་བུ་རྩ་ཆེན་པོ་རེད་དེ་འདྲ་ཞུ་དགོས་རེད་དེ་དག་གིན་ཚོ་ཐམས་ཅད་ཀྱི་ཞུ་བའི་གནས་སྐབས་སུ་བླ་མ་ཁོང་དེ་ནི་ཅུང་མ་མ་ཅུང་མ་ཅིག་བསླབ་བྱ་ཡག་པོ། ཨོ་དགེ་བ་སྒྲུབ་དང་སྡིག་པ་སྤང་དང་དེ་ཚོ་ཅུང་མ་ཅིག་ཧ་མ་གོ་ན་ནི། དེའི་ཆོས་མང་པོ་ཅིག་བྱེད་དེ་ཡིན་ཟེར་ན་ཡང་ཀུན་སློང་དེ་ག་བ་འགྲོ་འོས་མིན་ཧ་མ་གོ་དེ་དང་ཀུན་སློང་ཡག་པོ་ཅིག་ཧ་མ་གོ་ན་ཆོས་ཅི་ཡང་བྱེད་མི་ཤེས་ལམ་དེ་ཡག་པོ་ཅིག་མི་འགྲོ་རེད་ཨོ་ད་དེ་ཡིན་དུས་ཀྱང་ཁྱེད་རང་ཚོ་ཐམས་ཅད་དེ་འདྲ་ཅིག་ད་ཆོས་བཤད་སྲོལ་ཚོ་ཐམས་ཅད་ནི་ངན། ནང་དགོང་ཁར་མི་མང་པོ་ཁར་མྱི་དང་པོ་ཉི་མ་དང་པོ་མང་པོ་བཤད་ད་དེ་མང་པོ་བཤད་ན་ང་ཚོ་དོན་ཚིག་རྫོགས་འགྲོ་བ་ཡིན་དུས་ང་ཐམས་ཅད་ཀྱི་གོ་དགོས་པ་རེད་དེ་འདྲ་རེད་དེ་ནས་སང་ཉིན་མ་ཉིན་ཁྱེད་རང་ཚོ་ང་མེད་ན་ཡང་ད་འདི་རུ་དེ་འདི་སྐོར་བྱེད་ཟེར་ན་འདི་ད་ནི་རེད་ཁ་ཆེ་གི་དེ་ནས

ཆུའི་འདོན་སྐུལ་ཡང་ཉིད་དུ་དམིགས་ཡོག་ཆུ་ཚོད་བཏབ་ནས་ནི་ཆེ་མཐོ་བའི་རྒྱ་སེ་ལ་མའི་འདོན་སྐུལ་ཡང་བསམ་པར་བྱས། ཁྱེད་རང་ཚང་ཡང་རིན་པོ་ཆེ་སྐུ་མདོག་རྒྱ་སེ་ལ་ཐོབ་སོང་ཨ་ཅེ་དེ་འདྲ་ཞིག་ཐོབ་རུ་ཆུ་རྒྱུ་རེད་མ་གཏོགས་གི། འདང་སང་ཅི་ཅིག་ཅིག་ཨིན་ཏེར་ནེད་ལ་འདང་མི་རེད་དམ་ཐོབ་སོང་ཟེར་གྱི་འདུག་ཅེ་ཅེ་ཅིག་ཅིག་ཞུས་ནས་ཅིག་ཉན་ཡིན་ངེས་གོ་སོང་ཟེར་དེ་འདྲ་ཞིག་བྱིན་ན་ཕན་ཐོག་མ་གིའམ་ཡ་ད་དེ་གིས་ཅི་ཕན་ཐོག་རེད་ཟེར་བ་ཆོས་ཏོག་ཏུ་གོ་རྟོགས་ཆེ་བའི་བར་གྱི་ཤེས་ཡོན་ཆེ་ལ་ཨོ་འདི་འདྲ་བྱེད་རྒྱུ་བྱེད་ལུགས་འགྲོ་ལུགས་དེ་དེ་འདྲ་ཞིག་རེད་འདུག་ཨ་ཟེར་གྱི་ནང་བཞིན་གྱི།

མི་ཐམས་ཅད་ཅིག་ཅིག་ཅིག་གིས་གང་བྱས་ན་ཡང་འགྲིག་རྒྱུ་འདྲ་བའི་བསམ་བློ་དྲངས་ནས་དབང་ཡིན་ན་ཡང་དབང་ཐོབ་རྒྱུ་འདི་ལ་ཅི་གང་མི་དབང་ཐོབ་རྒྱུ་འོ་མ་རེད་ད། དབང་འདི་ལ་ཡང་ད་ཐེངས་ཅིག་མ་ལག་པོ་དང་འདིའི་ཤངས་ཡིག་འདི་འདྲ་མི་འདྲ་ཅུང་མ་ཁྱབ་འགྲོ་བ་རེད་ཁྱབ་སོང་ང་ཚོས་ཅུང་མ་ཅུང་མ་ཕན་ཐོགས་ས་རེད། དབང་ཞིག་ཐོབ་མཁན་ཡིན་ན་རྒྱུ་རྐྱེན་དང་བདག་རྐྱེན་ཚེ་གཉིས་དགོས་བ་རེད། རྒྱུ་རྐྱེན་དེ་རང་ལ་དེ་ནས་བདེ་གཤེགས་སྙིང་པོ་ཡོད་པའི་གི་དབང་ཞིག་ཐོབ་དགོས་རེད་ད་བདག་རྐྱེན་དེ་དེ་ནས་ཁོ་ར་པར་བླ་མ་གི་དེ་ནས་བྱིན་རླབས་སྟེར་དགོས་སྟབས་ཁོང་ཁྱི་པར་བྱིན་གི་བླ་མ་ཞིག་དགོས་རེད་མ་གཏོགས་གི་དབང་ཐོབ་དགོས་མ་བྱེད་རེད། དེ་ལ་ཡང་རྐྱེན་བཞི་ཚང་དགོས་རེད།

ཨོ་ཡ་དེ་འདྲའི་ཧ་གོ་བའི་གོ་བ་ལེན་གི་ངས་ལེན་འགྲོ་རྒྱུ་དེ་མ་ལེན་ན་མ་ལེན་ཅེས་ང་ལ་སྐྱོན་ཆ་མི་འདུག་སྔོན་ཁྱེད་རང་ཚོ་ཡིན་ན་ཡང་ངས་དེ་རིང་ཟེར་དགོས་ཀྱི་རྒྱུ་མཚན་ཅི་ཡིན་ཟེར་ན། ཨ་ཡ་ད་ང་རིན་པ་ལ་ངོ་ལོང་མ་བྱུང་སོང་ངས་ཏིལ་བ་སྐྱར་ངོ་ལོང་མ་བྱུང་སོང་ཕ་གིའི་ནི་ལ་སྔ་དྲོའི་རིན་པོ་ཆེ་གསུམ་གང་ཡང་གཅིག་པ་བྲག་ས་ཀྱི་ཁ་གཙོ་བོ་སྤོས་ཤིང་ཡང་ཕ་གིའི་མཛངས་པ་ཚོགས་བཅུག་སའི་འོག་ཏུ་ཨང་གཅིག་པ་རེད་ཨ་འདི་ངས་བཞག་འདི་ད་འདི་དེ་ངས་འཇོག་གོ་ད་ཁྱེད་ཚོ་རྩིབ་མ་ལུས་པ་ཅིག་ངས་འཆོག་གི་རེད་དེ་ཡིན་ན་ཡང་འདི་ཁྱོད་ཐོབ་ཕིག་གི་སྒོ་ཆོད་གི་མ་རེད་ཁྱོད་ཁྱོད་ཁྱོད་ཐོབ་ཕིག་གི་དགེ་བ་ཡོང་གི་མ་རེད

ཨ་ཡ་དེ་ག་བ་ཡིན་ན་བྱས་ན་ང་ཚོ་ཐམས་ཅད་ད་ལྟ་ཁོ་རང་ཕྱི་དངོས་པོ་ལ་མ་བརྟེན་ནས་བདེན་འཛིན་གྱི་རགས་པ་བཅིངས་བསྡད་མཁན་མི་ཞིག་ལ་ཨོ་ཡ་ཨིན་ཏེར་ནེར་ནས་དབང་ཐོབ་གི་འདུག་ཟེར་མཁན་འདྲ་བོ་དང་འདི་དེ་ནས་ཁར་པར་ང་རང་ཚོ་ཅི་ཟེར་རེད་ད་འདི་བིད་དྲོའི་ནང་ལ་བཅུག་བཞག་རྒྱུ་གས་ལུང་ཐོབ་སོང་ཁྲིམས་ལ་སོགས་སོང་ཟེར་མཁན་ཡིན་ན་འདི་ཟོག་པོ་རེད་འགྲོ་རེད་འདི་ཕན་ཐོག་པོ་མ་རེད་ནམ་ཞིག་དངོས་གནས་ཀྱི་དེ་ནས་ཁར་པར་རྒན་ཕག་པ་ཀླུ་སྒྲུབ་ནང་བཞིན་དང།

སྐྱོབ་པར་འཇིག་རྟེན་མགོན་པོ་ལ། ཨོ་ཡ་དེ་ནས་ཕག་ཕྲུག་གིས་དེ་ནས་ག་རེ་བར། གཡུལ་ཁར་གཏུགས་ནས་དབུ་ལ་གཅིག་གིས་གཏུགས། མགྲིན་པ་ལ་གཅིག་གིས་གསུབ་བོ་དེ་ལྟར་དབང་ཡོངས་སུ་རྫོགས་བྱིན་རླབས་ཡོངས་སུ་རྫོགས་སྟོབས་སུ་རུ་དང་དེ་འདྲ་ཆགས་སོང་བ་ལས་བུམ་པ་ལ་བརྟེན་དགོས་མ་རེད་བུམ་རྫས་ལ་བརྟེན་དགོས་མ་རེད་བླ་མ་རྟོགས་པ་མཐོན་པོ་གཅིག་གིས་གཅིག་གཡོལ་ཏེ་གང་ཐུབ་ཀྱིས་སྒུག་པ་དེ་འདྲ་ཕོད་དུ་གྱུར་ཡོད།

ཡ། ད་ཁྱེད་འདི་གང་ཡང་ཁ་ཅིག་ལྟ་བ་དེ་འདྲ་མ་རེད་ཨ་དེ་སྔར་ཉི་མ་དེ་ནས་ཅིག་བླ་མ་ཐམས་ཅད་ལས་དེ་དབང་ཐོབ་དེ་འདྲ་ཅིག་དེ་ནས་གར་པར་གྱི་གཞིས་ཀྱི་ལ་ཞག་བརྩིགས་དེ་ནས་དབང་ཐོབ་ཀྱི་ལུང་ཐོབ་ཀྱི་འདུག་བ་ད་འདི་སྐྱེ་བོ་ཐུན་མོང་མ་ཡིན་པའི་གི་སྐྱེ་བོ་རེ་རེ་མི་རེ་སྐད་ཆ་རེ་དོན་དུ་ཐམས་ཅད་ཡང་ཆོས་ཐམས་ཅད་རྨི་ལམ་དང་སྒྱུ་མ་ལྟ་བུ་དངོས་སུ།